རྒྱ་རིགས་སུ་སྐུ་འཁྲུངས་འདུག་སྐུ་འཁྲུངས་པའི་གནས་ལགས་སོ། ད་གནས་དེ་དེ་ན་ཆེ། ད་ཡུལ་དེ་ན་མི་རིགས་མི་གཅིག་པ་རྒྱ་རིགས་རྒྱའི་རིགས་བྲམ་ཟེའི་རིགས་དམངས་རིགས་དུར་བའི་རིགས་ལ་སོགས་དོན་མི་འདྲ་བ་དུ་མ་ཡོད་པས་ན་ནི་མཁས་གྲུབ་སྙེ་མའི་པ་ན་རུབ་པ་ཆེན་པོ་འདི་ཉིད་ནི་རིགས་ཐམས་ཅད་ན་ནི་མཆོག་ཏུ་གྱུར་པ་ཤིང་སཱ་ལ་ལྟ་བུའི་རིགས་ཆེ་ཞིང་བཙུན་པ་ཤཱཀྱའི་རིགས་ཀྱི་རྒྱལ་རྒྱུད་དུ་འཁྲུངས་པ་དང་བདག་ཅག་གི་སྟོན་པ་དང་རིགས་རྒྱུད་གཅིག་པ་ཡིན་པ་རེད། ཤིང་སཱ་ལ་དེ་ཡིན་དུས་ཤཱཀྱའི་རྒྱལ་བརྒྱུད་དང་འཁྲུངས་པ་ལགས་སོ། དེ་ཡང་བདག་ཤཱཀྱའི་རྒྱལ་བརྒྱུད་ཀྱི་བྱུང་ཚུལ་དེ་བཤད་ཡོང་གི་ཡོད་རེད་བ། སྔོན་སྐར་པ་འདི་ཆགས་པའི་དུས་ན་རྒྱལ་པོ་མང་པོས་བཀུར་བའི་རྒྱལ་པོ་ཞེས་བྱ་བ་དང་མང་བཀུར་རྒྱལ་པོ་ཟེར་ཡ་ཅིག་བྱུང་ཡོད་རེད་ཟེར་ནས་ད་ལྟ་འདི་མང་བཀུར་རྒྱལ་པོ་གི་བྱུང་སྟངས་སྐོར་དེ་མཛོད་ཀྱི་ནང་ལ་ཡང་རོབ་ཙེ་ཅིག་གླས་ཡོང་གི་ཡོད་རེད་ལ་ཁ་སང་དེ་ནས་དབུ་མ་ཞེས་བྱ་བའི་ནང་ལ་དེ་གླས་སོང། དེང་དུས་ཚོགས་ཕྲན་དྲུག་ཅུས་བཏབ་པ་ཡིན་ཟེར་ཡ་དེའི་སྐབས་དེ་ན་གླེང་རོགས། དེ་ནས་མང་པོ་རྒྱ་རིགས་ཟེར་ཡ་དེ་ཞི་དྲག་ཧང་སང་ཡ་ཡོད་མ་རེད་ཟེར་མི་དེ་ཚོ་གླ་ཆ་སྤྲད་ནས་ཡར་བརླག་བཞིན་འགྱུར་དེ་འདྲ་ཞིག་རེད་ཟེར་ནས་ད་དེའི་སྐབས་སུ་མང་པོར་རྒྱལ་པོ་གི་རྒྱལ་སྲིད་བྱུང་ཚུལ་ཅིག་བཤད་ཡོད་རེད་དེ་ཡིན་དེ་དག་དེ་ཚོ་རེད་དེ་ནང་བཞིན་ཡིན་དེ་དག་དེ་ནས་མང་པོ་བསྐུར་བའི་རྒྱལ་པོ།

དེའི་སའི་རྒྱལ་པོ་ཆེན་པོ་བསོད་ནམས་བཀྲ་ཤིས་དེའི་སའི་རྒྱལ་པོ་ཆེན་པོ་བསོད་ནམས་འཕྲོག་པ་དེའི་སའི་རྒྱལ་པོ་ཆེན་པོ་ཞི་བའི་གོ་ཆ། མཐའ་ཡབ་ཞི་བའི་གོ་ཆ་ཟེར་ནག་པོ་ནཱ་རོ་པད་ཀྱི་ཡབ་ལ། མཁས་གྲུབ་མཉམ་མེད་པར་ནཱ་རོ་པ་དང་གཉིས་རྒྱལ་བཅུའི་དྲི་མ་མེད་པའི་རིགས་སུ་འཁྲུངས་བ་ཚུར་ནི་ཡབ་རྒྱལ་པོ་ཞི་བའི་གོ་ཆ་ཆེན་པོ་ཞེས་རང་བཞིན་གྱི་གཤིས་རྒྱུད་བཟང་བ་ཐུགས་ཤེས་རབ་ཆེ་བ། སྐབས་སུ་བཀོད་ལས་འོད་ཟེར་དཔག་ཏུ་མེད་པ་འཕྲོ་བ། བཀོད་ལ་མཚན་དཔེ་ལྡན་པའི་མ་དབང་རྒྱལ་པོ་ཆེན་པོ་དེ་ལ་རྒྱལ་པོ་ཆེན་པོ་དཔལ་ལྡན་གྲགས་པའི་སྲས་མོ། ལྷ་གཅིག་དཔར་གྱི་བློ་གྲོས་ཞེས་བྱ་བ་མངོན་རྟོགས་ཀྱི་ཡོན་ཏན་དཔག་ཏུ་མེད་པ་མངའ་བ་ཞིག་བཙུན་མོ་ལ་བཞེས་ནས་ཞི་བའི་གོ་ཆ་གིས་ཁྱིམ་ཐབ་མཛད་དེ་འབངས་ཀྱི་ཁ་ལོ་བསྒྱུར་བ་དག་དེ་འདྲའི་ཆེད་ན་འཇར་སྲིད་སྐྱོང་ནང་ཡིན་པ་རེད་གསུངས་པ་རེད། ད་ཡབ་ཡུམ་དེ་ཉིད་དུས་བཟང་ལ་གསོ་སྦྱོང་མཛད་ཅིང་སྨྱུང་གནས་པའི་ཆོ་ག་ལ་ཐུགས་དམ་མཛད། ཐུགས་དམ་མཛད། རྒྱུན་དུ་དཀོན་མཆོག་ལ་མཆོད་པ་འབུལ་སྡིག་པ་མཐའ་དག་སྤངས་ནས་དགེ་བའི་ལས་འབའ་ཞིག་ཁོ་ན་འབའ་ཞིག་སྤྱོད་པ་ལ་སྤྱོད་པ་ཁོ་ན་འབའ་ཞིག་ལ་སྤྱོད་པ་ཁོ་ན་ལགས་སོ། དེ་ལྟ་བུ་ཕུན་སུམ་ཚོགས་པའི་ཡབ་ཡུམ་དེ་ཉིད་ལ་ད་སྲས་མོ་མ་གཏོགས་སྲས་མ་འཁྲུངས་བར་སྲས་མོ་དེ་ཀྱི་མཚན་ལ་ལྷ་གཅིག་པར་གྱིས་ཡེ་ཤེས་ཞེས་བྱ་བ་ཞིག་ཀྱང་འཁྲུངས་པ་རེད་ཞེས་བྱ་བ་ཡོད་ཀྱང་སྲས་པོ་མེད་པས་ཐུགས་ཅུང་ཟད་མ་འཁོར་བར་བྲམ་ཟེ་དང་རྩིས་མཁན་ལ་སོགས་པ་ལ་ཐབས་དང། རྟེན་འབྲེལ་དུ་མ་བྱས་ཀྱང་རྟེན་འབྲེལ་མ་འགྲིག་པའི་ཚེ། ཕོ་ཉག་གཅིག་གི་མཚམས་སྦྱོར་ལ་དབེན་པའི་བསྟི་གནས་ཤིག་ན་དགེ་བའི་བཤེས་གཉེན་གྲགས་པའི་བློ་གྲོས་ཞེས་བྱ་བ་མངོན་པར་ཤེས་པ་དང་ལྡན་པ་ཞིག་ཡོད་ཅེས་སྤྱན་དྲོངས་སོ་དེ་ཉིད་གདན་དྲངས། དེ་ལ་མངོན་ཤེས་ཀྱི་རྟག་པ་ཞུས་པས་དེ་ཉིད་ཀྱི་ཞལ་ནས་སྐྱབས་བློ་གཏད་བྱས་ན་མི་སླུ་བ་དཀོན་མཆོག་ཡིན་པས་བསམ་པ་བཟང་པོ་དང་ལྡན་པ་ཇི་བཞིན་པའི་ངང་ནས་བྱང་ཆུབ་ཀྱི་མཆོག་ཏུ་ཐུགས་བསྐྱེད་ལ་བླ་མ་དཀོན་མཆོག་ཡི་དམ་མཁའ་འགྲོ་ཆུ་སྐྱོང། ཡས་དག་བརྗེ་དགོས་ཟེར་བ། ཆོས་འབྱུང་སྤྱན་དྲོངས་ལ་མཆོད་པ་བྱ་ནོམ་པ་ཤམ་དེས་མོས་གུས་དཀྱུས་མ་མ་ཡིན་པའི་སྒོ་ནས་གཏོར་བ་རྒྱུན་དུ་ཐུབ་ད་ཁྱེད་རང་ཇི་ལྟར་འདོད་པའི་དོན་སྒྲུབ་པར་གདའ་ཡས་སོང་ན་ལུང་བསྟན་དེ་ལུང་བསྟན་དེ་རང་གནས་སུ་ཞིག་སོ། དེ་རེས་ཡབ་ཡུམ་གཉིས་པོ་ཇི་ལྟར་གསུངས་པ་བཞིན་མཆོད་ཡུལ་གྱི་རྟེན་ཕུན་སུམ་ཚོགས་པ་མང་པོ་དབུལ་ཞིང་སུ་སོང་ནས་མཆོད་པ་བྱ་ནོམ་པ་མང་པོ་ཕུལ་ཏེ་རྒྱུན་དུ་མོས་གུས་ཀྱི་གསོལ་བ་མང་དུ་བཏབ་པས་དཔའ་རིས་ཆེན་པོ་ནཱ་རོ་པ་དེ་ཉིད་ཡིད་ངོ་གསོལ་གྱི་ངང་ལ་བཞུགས་པ། དེ་ཉིད་ལ་སེམས་མི་སྤང་བྱས་ནས་སྤྱིར་གདུལ་བྱ་སུམ་ཆའི་ཀུན་རྫོབ་དང་ཁྱད་པར་བུ་ཁ་བ། ཁ་བ་ཅན་བྱང་ཕྱོགས་ཀྱི་གདུལ་བྱ་ཀུན་སྨིན་པར་བྱ་བའི་ཆེད་དུ་ཡུམ་ལྷ་གཅིག་པར་གྱི་བློ་གྲོས་ཀྱིས་ལྷུམས་སུ་ཞུགས་སོ། དེའི་ནུབ། ཡུམ་དེ་ཉིད་རྣལ་འོད་གསལ་གྱི་ངང་དུ་མཚན་གང་སོང་ངོ་དེའི་སྔ་ནས་ཇི་ལྟ་བ་དང་ཇི་སྙེད་པ་མཁྱེན་པའི་ཡེ་ཤེས་ཞལ་དང་ཡུམ་ལ་ཡང། སྔ་དྲོ་ཡབ་ལ་ཞུས་པས་ཡབ་ཤིན་ཏུ་མཉེས་པར་བྱོས་ཏོ་ཆོས་ཀྱི་ལུས་ལ་དག་སྲིད་ཅིག་ཆགས་པ་ཡིན་དག་སྲིད་ཟེར་ན། གར་སོགས་རིལ་བུ་འོད་ཀྱི་ཆ་ཡོད་རེ་གསུངས་མདོ་བ་ཚིག་གཅིག་བྱ་བ་ཡིན། དེ་ཉིད་དཀོན་མཆོག་གི་ཐུགས་རྗེ་ཡིན་ཞིང་ཤིན་ཏུ་ཕུན་སུམ་ཚོགས་པ་ཞིག་འབྱུང་བར་འགྱུར་རོ་གསུངས་ནས་སླར་ཡང་དཀོན་མཆོག་ལ་མཆོད་པ་ཕུན་སུམ་ཚོགས་པ་རྣམས་ཕུན་སུམ་ཚོགས་པ་དག། ནཱ་རོ་པ་ཁྲུང་ཁྲུང་གི་བར་དུ་དེ་ནས་པད་འབྱུང་བུ་ནག་ཟླ་བ་བར་དུ་འཕུར་བ་ལགས་སོ། ཟླ་བ་དགུ། མངོན་སྤྱོད། ངོ་བཅོས་སྲིད་དུ་ཟླ་ངོ་གི་དབང་དུ་བྱས་ན་ཟླ་ངོ་བཅོས་རོལ་བ། ཟླ་བ་ཧྲིལ་པོ་གཅིག་གི་དབང་དུ་བྱས་པ་ཡིན་ན་ཟླ་བ་དགུ་ནས་ཞག་མ་བཅོས་རེ་འོ་དེ་འདྲའི་ལྷུམས་སུ་ཞུགས་ནས་མེ་ཕོ་འབྲུག་གི་ལོ། ཧོར་ཟླ་བཞི་པ། ད་ཧོར་ཟླ་བཞི་པ་སྲིད་དུ་ད་ང་ཚོ་བོད་ཟླ་བཞི་བ་ས་ག་ཟླ་བ་ཟེར་ཡ་ཙི་ད་ཡ་དེ་རེད་བ། དེ་ནས་ས་ག་ཟླ་བའི་གི་ཚེས་པ་བཅོས་ཏེ་པན་ཆེན་ནག་རོག་བར་གི་འཁྲུངས་སྐར་ཟླ་བ་ཚེས་བཅུའི་ཐོ་རངས། བར་སྣང་དུ་འབྲུག་གི་སྒ་སྒྲོག་པ་དང་ས་ག་དེ་ལ་རས་ཐ་ཅི་བརྒྱབ་དགོས་ཟེར་བ། སྒྲ་སྒྲོག་པ་དང་འོག་གི་ས་གཡོ་བ་དང་འོད་འཕྲོ་བ་དང་བཅས་ཏེ་ངོ་མཚར་བའི་ལྟས། དེ་ནས་དབུ་གདུགས་འདྲ་བ། ད་ནཱ་རོ་པ་དེ་དབུ་དཔལ་གདུགས་ནང་བཞིན་དཔལ་གུར་གོར་དང་ཆེན་པོ་ཡོན་གྱི་འགྱིང་སར་དབུ་གདུགས་འདྲ་བ། དེ་ནས་སྐྲ་བལ་གྱི་དབྱིག་ཆེ་བ་སོ་དུ་འདི་ཐོད་པ་འདི་ཆུང་ཆུང་ཅིག་མ་ཡིན་པར་ཐོད་པ་དཔལ་ཆེན་པོ་ཡོན་གྱི་འོ་ཡ། དེ་ནས་སྨིན་མ་དེ་ཚོ་དཔལ་རིང་པོ་ཡོན་གྱི་སྨིན་མ་ཟེར་དུས་གར་ཟེར་གི་རེད། འདིར་བ་གང་འདིར་བདག་སྨིན་མ་ཟེར་དུས། འོ་འདི་ལ་རྫི་མ་ཟེགས་རེད་བ་འདི་པོ་འདི་ལ་རྫི་མ་ཟེགས་རེད་ཐོ་ག་དེ་ལ་སྨི་མ་ཟེགས་རེད་དེ་འདུག་སྨི་མ་དཔེ་རིང་པོ་ཡོད་མཁན་ད། དེང་སང་ང་ཚོ་རྒྱ་གར་གྱི་མི་རྫིག་པོ་དེ་འདྲ་ཁ་ཤས་འདི་དཔེ་མཐུག་པོ་ཡོད་མཁན་དེ་འདྲ་འདུག་བ་འོ་ད་དེ་འདྲ་ཅིག་སྨི་མ་རིང་བ། དེ་ནས་དཔེ་སྣ་བོ་འགའ་རོ་མཐོན་པོ་ཡོད་མཁན་ཅིག་རེད་འདུག་བ། ང་ཡ། ཤང་གཟེངས་མཐོ་བ། དེ་ནས་ཕྱག་དང་ཞབས་འཁོར་ལོས་མཚན་པ་ཞིང་འཁྲུངས་ནས་བྱང་གི་ཕྱོགས་ལ་དེ་ནས་འཁྲུངས་ཡུན་དུ་བརྩམས་ནས་བྱང་ཕྱོགས་ལ་བྷ་ག་བསྐོར་ནས་འདི་ལྟར་བྱིན་ནོ་དབུ་གུག་གུག། ལན་གསུམ་མཛད་པ་རེད་ད་དེ་གི་གར་ཟེར་ན་བྱང་ཕྱོགས་ཁ་བ་ཅན་གྱི་སེམས་ཅན་རྣམས་གདུལ་བྱ་ཡིན་པའི་བརྡ་རུ་གོ། དེར་ཡབ་ཡུམ་གཉིས་པོ་ཤིན་ཏུ་སྤྲོ་ཞིང་དད་པར་བྱོས་ཏེ་དེའི་འཕྲ་ལ་བྲམ་ཟེ་གསར་བའི་བློ་གྲོས་སྤྱན་དྲངས། སྲས་ལ་མཚན་ལྟས་བཏགས་པས་བྲམ་ཟེ་ཞལ་ནས་ཨེ་མ་ངོ་མཚར་ཅི་འོས་བྱུང་འདི་ནི་ཟས་གཙང་སྲས་བཞིན་དུ་རབ་ཏུ་མ་བྱུང་ས་དག་ཅེས་རབ་ཏུ་མ་བྱུང་བ་ཡིན་ན་ས་དག་འཁོར་ལོས་སྒྱུར་བའི་རྒྱལ་པོ་བྱེད་ཀྱི་རེད། རབ་ཏུ་བྱུང་ན་རྒྱལ་བའི་སྲས་རྒྱལ་པོ་དོན་གྲུབ་ཇི་བཞིན་ནོ་ཞེས་ལུང། བསྟན་ན། ཞེས་པ་མོ་རྒྱུད་གླེང་ས་མ་རེད། ས་ཅི་དགོས་སར་བ། ཞེས་ལུང་བསྟན་ནས། ཞེས་ཡིད་ལུང་བསྟན་ནས་ཤིས་པ་མང་པོ་བརྗོད་དེ། མཚན་ཡང་རྒྱལ་པོ་ཀུན་ཏུ་བཟང་པོར་གསོལ་ལོ། སྲས་ནི་ཆུང་ཆུང་ནས་བློ་རྣོ་བ་ཐུགས་རབ་ཆེ་བ་བྱིས་པའི་སྐྱོན་གྱིས་མ་གོས་པར་རང་བཞིན་གྱི་དཀོན་མཆོག་དང་ཡི་དམ་ལ་གསོལ་བ་ཡི་དམ་ལ་དད་པ། ཡོན་ཏན་ཚད་མེད་པ་དང་ལྡན་པ་སྐུ་གཞོན་ནུ་ནས་མངོན་པར་ཤེས་པ་དང་ལྡན་པའི་འདས་མ་འོངས་དུས་གསུམ་གྱི་རྣམ་པ་མང་པོ་ཐ་ཐོར་དུ་གསུངས་ཤིང། ང་ལ་འཕྲིན་ལས་དང་འཁོར་དང་ཡོན་ཏན་ལ་སོགས་པ་འདི་ལྟ་བུ་འབྱུང་གསུང་ལུང་སྟོན་པ་དང་མདོར་ན་མ་རིག་པའི་དྲི་མ་མཐའ་དག་དང་བྲལ་བའི་སྤྱི་མཆོག་ཅིག་བྱོན་པ་ལགས་སོ། དེ་ནས་དགུང་ལོ་བདུན་བརྒྱད་ལོན་པ་དང་ཡབ་ཡུམ་གཉིས་སྤྱིར་དམ་པའི་ཆོས་ལ་དད་ཅིང་གུས་ན་ཡང་ད་ཡབ་ཡུམ་གཉིས་ཀ་ཡང་དམ་པའི་ཆོས་ལ་དད་པ་ཡོད་འགལ་དེ་འདྲ་ཞིག་རེད་བ་ཡིན་ན་ཡང་སྲས་གཅིག་པུ་ལས་མེད་པས། སྦྱར་རྒྱུད་མཁས་རྡོ་རྗེས། ད་སྦྱར་བུ་གི་རྒྱུད་པ་ཆད་འགྲོ་ས་རེད་བསམ་ནས་གནས་སྐབས་ཀློག་ཡིག་ལ་སོགས་པ་རེ་ཞིག་མ་ལྷུབ་ཅིང། ད་ད་ད་ཡིག་ལབ་ཤེས་ན་འདིའི་ཆུ་མང་པོ་གོ་དེ་ནས་གང་འཛོམས་ཟུང་དུ་གྲྭ་བ་བཟོ་འགྲོ་ཡ་ཉེན་ཁ་ཡོད་རེད་བསམ་གི་ཡོད་རེད་རེ་ཞིག་མ་ལྷུབ་ཅིང་ཆུ་སྲན་དོག་ཅེས་ཆུ་ཉེན་འགྲོ་ཡ་གི་དོག་པས་ཀྱི་ཆུ་བེ་རྩར་མི་གཏོང་བར་འཇིག་རྟེན་གྱི་ཆུ་ལུག་དང་མཐུན་པར་མདའ་དང་འཕོང་དང་སྦེ་དང་སྦེ་སེན་ག་ཟེར་གི་ན་རྡོ་རྩེ་དང་ད་འཇིག་རྟེན་བེ་གི་དེ་ནས་རིག་གནས་དེ་འདྲ་ཡིན་ཟེར་རྡོ་རྩེ་མོ་རྩེ་ད་ཤེད་དུ་ཤུག་དུ་བཅའ་ཡ་དེ་འདྲ་རེད་རྩེ་དང་བཟོ་དང་གསོ་རིག་དང་སྙན་ངག་ལ་སོགས་པ་ལུགས་ཀྱི་བསྟན་བཅོས། དང་མཐུན་པར་བཅངས་སོ། སྲས་དེ་ཉིད་ལ་ཡབ་ཡུམ་གྱི་འབྲི་ཀློག་སོགས་མ་བསླབས་ཀྱང། བས་ཆགས་ཀྱི་མ་རེད། བག་ཆགས་སད་པའི་སྟོབས་ཀྱིས། ཀློག་ཡིག་རྣམས་བསླབ་མ་དགོས་པར་རང་གཤིས་སུ་མཁྱེན་པར་གྱུར་ཏོ། དེའི་ཚེ་ཆོས་ཀྱི་སྣང་བ་ཤར་མ་ཐག་ཏུ་ཡོད་པ་ལ་སྤྱོད་པའང་དེ་དང་མཐུན་པར་མཛད་ཅིང་ཆོས་འཁོར་ཐམས་ཅད་དུ་གྲགས་པར་གྱུར་པ་ལགས་སོ། ད་དེ་འཁྲུངས་བ་རེད། ད་གཉིས་པ་བསྟན་པའི་སྒོ་རུ་བྱུང་ནས་མདོ་སྔགས་ལ་ཐུགས་བསམ་སྒོམ་གསུམ་མཛད་པའི་ཚུལ་ལ་གཉིས། སངས་རྒྱས་ཀྱི་བསྟན་པ་སྤྱི་ལ་ཞུགས་པའི་ཚུལ་དང་བྱེ་བྲག་ཏུ་རྡོ་རྗེ་ཐེག་པའི་བསྟན་པ་ལ་ཞུགས་ནས་བརྒྱུད་པ་ཡིད་བཞིན་ནོར་བུ་སྒྲོ་འདོགས་བཅད་པའི་ཚུལ་ལོ། དང་པོ། སྒྲོ་འདོགས་བཅད་པ་ཟེར་ཡ་དེ་འདི་ཨ་ཡིན་ནམ། དེང་དུས་བར་བ་ཅག་དང་བཅས་བྲིས་འགོ་བསྒྱུར་བ། སྒྲོ་འདོགས་བཅད་པའི་ཚུལ་ལོ། དང་པོ་ནི། རིགས་བསྲེས་ནས་ཆུ་མིག་གི་སྣང་བ་མི་འཆར་བར་རང་བཞིན་གྱིས་མི་རྟག་པ་རྒྱུད་ལ་འཁྲུངས། འཆི་བ་རྗེས་སུ་དྲན་འཁོར་བའི་བཅུད་ལ་ཡིད་འབྱུང་ཞིང་རྡུལ་དང་རྣམ་པ་ཐམས་ཅད་དུ་དམ་པའི་ཆོས་སྤྲིན་གྱི་སྤྱན་ཆབ་ཚད་མེད་པ་འབྱིན། ཆགས་འཆི་སྐུ་འཁོར་བ་སུ་དང་སྦྱར་ཡང། དེ་རྣམས་ཀྱི་རྩར། འཆི་བ་མི་རྟག་པའི་སོང་འབའ་ཞིག་འབྱུང་ཞིང་དེ་རྣམས་ལ་ཆུ་དེ་རྣམས་ཆུ་ལ་བསྐུར་བ་དང་ཆུ་དཔྱིད་ཀྱི་གང་ཟག་ཅིག་གཟིགས་ས་ན། གྱི་གོང་དང། ཚུལ་དུ་གར་ཟེར་ཡོད་ན། ཆོས་བརྒྱད་ཀྱི་གང་ཟག་ཅིག་གཟིགས་ཡོང་བའི་ཚེ་ན། ད་གང་ལྟར་གུས་ཞབས་གནང་བའི་སྐད་ཆ་རེད་འདུག་བ། དེ་ཡིན་དུས་ཇི་གོང་གསལ་ལྟར་ག་རེ་འདུག་ཅིག་གཟིགས་དང་ཅིག་ཤངས་བརྡ་རྙིང་དེ་འདྲ་ཡིན་དུས་ཅིག་ཤངས་ཡིག་ནོར་བའི་རྒྱུ་རེད། འོ་ཡ། དེ་ནས་བཀུར་སྟི་དང་མོས་པ་དང་གུས་པས་འབུར་འདེགས་མཛད། ཆོས་མིན་སྤྱོད་པའི་སེམས་ཅན་གཟིགས་ན། ཆོས་མ་ཡིན་པ་སྤྱོད་པའི་སེམས་ཅན་དེ་འདྲ་ཅིག་གཟིགས་ཡོང་དུས་ནག་རོག་པ་གིས་དེ་ནི་མི་དད་མི་རངས་མི་གུས་པའི་ཚུལ་སྟོན་པར་མཛད། དུས་དང་རྣམ་པ་ཐམས་ཅད་དུ་ཆུ་ཁོ་ན་ཐུགས་ལ་བཅངས། དཀོན་མཆོག་གསུམ་ལ་དད་པའི་སྟོབས་ཀྱིས་ཡེ་དབོན་ཉིད་ལ་ཞུས་པ། ང་ནི་ཅིས་ཀྱང་ཁ་ཆེའི་ཕྱོགས་སུ་དམ་པའི་ཆོས་ལ་འགྲོ་གསུངས་ནས་ཡབ་ལ་མགུར་གསུངས་པ། ལྷ་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ་དཀོན་མཆོག་གསུམ་གྱི་ཐུགས་རྗེས་བཟུང་བཀའ་སྲིང་དང་ཞི་བ། ཞི་བའི་གོ་ཆ་ཡབ། དམ་ཆོས་མིན་པ་ཅི་བྱས་ཀུན་ཐམས་ཅད་སྡུག་བསྔལ་རྩ་བ་ཡིན་བདག་མི་སྡུག་ཁ་ཆེར་ཆོས་ལ་འགྲོ་ཞེས་གསུངས་པས། ཡུམ་གྱི་སྲས་བཟུང་སྟེ་བུ་དེ་ཀས་མ་ཟེར་བས་ངའི་ཕ་མའི་ཁ་ལ་ཉོན་ངག་ལ་ཉོན། མི་ཆུ་ཡེ་མི་བྱེད་ན་ཡང་ངེད་ཀྱི་སར་འདུག་གསུངས་པའི་ཚེ་དེ་ནས་སླར་ཡང་སྲས་ཀྱི་ཡིད་བོན་ཉིད་ལ་རབ་ཏུ་འབྱུང་བར་གནང་བ་ཞུས་པས་མ་གནང་བ་ལ་ཡབ་ཡུམ་ལ་མགུར་གསུངས་པ། ལྷ་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ་ཡུམ་མ་འཛིན་བུ་ང་ཆུ་ལ་འཐུང། ཡུམ་ཕ་མ་བཀའ་དྲིན་ཆེ་ལ་ཅིང་དྲིན་ལྷ་ཆོས་མིན་པས་འཁོར་མི་སྲིད། ལུས་མེད་ལུས་ཐོབ་པར་དཀའ་ལ་བས་བདག་ལྷ་ཆོས་མིན་པར་བྱར་མི་ཁོམ། བུ་སྐྱིད་པར་སྐྱོང་བའི་ཐུགས་ཡོད་ན་ཕན་ལྷ་ཆོས་མིན་པས་ཐོགས་པ་མེད་ཅེས་ཞུས་གསུངས་པས། ཡུམ་གཤོམ་བཞིན་དུ་སྲེད་ལ་ཐུགས་བརྩེ་བས་མཆོད། བུ་ཁྱོད་དེ་ལྟར་སྣང་ན་ཆོས་དགའ་བ་བཞིན་ཆུ་ལོག་ཏུ་ཡང་གཏོང་ངོ། ངའི་དགའ་བ་བཞིན་སླར་ཡང་ལོག་ལ་བྱོན་ཅིག་དང་ཁྱོད་རང་དང་པོ་དགའ་བོ་ཅིག་དང་དེ་འདྲས་བྱས་ནས་ཅིག་ཐུགས་མཉེས་པོ་ཡོད་པ་ནང་བཞིན་ང་ཚོ་ཆུའི་ལྷོ་ཁར་གཏང་གི་ཡིན། དེ་ནས་ཁྱོད་རང་ཚོས་ཀྱི་ཁྱོད་རང་གིས་ཡང་ང་གཉིས་ཀྱི་རེ་བ་དེ་ཅིག་འགྲུབ་དགོས་རེད། དེ་དུས་ཡང་བསྐྱར་ཚུར་ནང་ལ་ལོག་ཞོག་གསུངས་པར་བྱོན་ཅིག་གསུངས་ནས་ཡུམ་སྲས་གཉིས་ཀྱིས་ཆེ་མཐོང་མཛད་པས་ད་ཁོ་གཉིས་དམ་བཅའ་གནང་བ་རེད་མཛད་ནས་དེ་ནས། པན་ཆེན་ནག་རོག་པ་ཁ་ཆེ་ལ་ཕེབས་པ་རེད་ད་ཁ་ཆེ་སྲས་གཉིས་འདུག་ས་ནས་ཕེབས་ན། ཀ་ཤི་མི་རི་ཕྱོགས་ལ་ཡིན་སར་འགྲོ་བ། འོ་དེང་དུ་ཁ་ཆེར་ཕེབས། མཁན་པོ་ནམ་མཁའ་གྲགས་པའི་དྲུང་དུ་ཀ་ཤི་མི་རི་ཟེར་བ་དག་འདི། པ་ཀི་སི་ཐན་ནང་ལོགས་ཐུ་བ་ལན་འགྱེར་བ་དེ་དེང་དུས་ཁ་ཆེ་ལ་ཕེབས། མཁན་པོ་ནམ་མཁའ་གྲགས་པའི་དྲུང་དུ་དགེ་བསྙེན་གྱི་སྡོམ་པ་བཞེས་ཏེ་མཚན་ནམ་མཁའི་སྙིང་པོ་སོ་དག་པན་ཆེན་ནཱ་རོ་པད་ཀྱི་མཚན་དང་པོ་དེ། མཚན་དང་པོ་ཟེར་དགོས་པ་དང་བླ་མའི་གནང་བའི་མཚན་དགེ་བསྙེན་གྱི་སྡོམ་པ་བྱེད་ཡུལ་དུ་ས་ནི་ནམ་མཁའི་སྙིང་པོ་ཟེར་ནས་གསུངས་འདུག་ནམ་མཁའི་སྙིང་པོར་གསོལ། རིག་པའི་གནས་མཐའ་དག་ལ་སྦྱངས་པའི་མཁས་པའི་ཕུར་དུ་བྱིན་པ་བྱིན་ནོ། རྗེ་བཙུན་དེ་ཉིད་མཁས་པ་དཔེ་འགྲེལ་དུ་གྱུར་པའི་ལོ་གསུམ་ཁ་ཕྱེས་ལ་བཞུགས་ནས་དཔེ་འགྲེལ་དང་བཅུ་གསུམ་ལྡན་ནོ་དེ་ལྷར་ཡང་ཡུལ་དུ་བྱོན་པའི་ཚེ། ཡུལ་གྱི་སྐྱེས་བུ་ཚོ་ལ་ཉན་ཐོས་ཀྱི་ཐེག་པ་ལ་མོས་པ་རྣམས་ལ་ཉན་ཐོས་ཀྱི་ཆོས་ཀྱི་སྒྲ་བརྗོད་མི་བྱེད་པར་སྒྲ། བྱང་ཆུབ་སེམས་དཔའི་ཆོས་ལ་མོས་པ་རྣམས་ལ་བྱང་ཆུབ་སེམས་དཔའི་ཆོས་ཀྱི་སྒྲ་བརྗོད་མི་བྱེད་པར་སྒྲ། གསང་སྔགས་རྡོ་རྗེ་ཐེག་པའི་ཆོས་ལ་མོས་པ་རྣམས་ལ་རྡོ་རྗེ་ཐེག་པའི་ཆོས་ཀྱི་སྒྲ་བརྗོད་མི་བྱེད་པར་སྒྲ་གཞན་ཡང་སྒྲ་དང་ཚད་མ་ལ་སོགས་པ་རང། རང་རང་གང་མོས་ཀྱི་ཆོས་ཀྱི་སྒྲ་རྒྱུན་མི་འཆད་པར་བསྒྲགས་སོ། དེ་ལྟ་བུའི་ཆུ་སྒྲ་རྒྱུན་དུ་བསྒྲགས་པའི་ཡུལ་དེར་ཐིགས་པ་མཐའ་དག་གི་ཆུས་དར་ཞིང་རྒྱས་པར་གྱུར་ཏོ། སླར་ཡང་ཡབ་ལ་བསྙེན་རྫོགས་བྱ་ཆོག་པའི་གསོལ་བ་བཏབ་པས་བདག་དགེ་སློང། བགེགས་ཚུར་སློང་གི་སྡོམ་པ། འོ་དེ་འདྲས། གསོལ་བ་བཏབ་པས། ཡབ་ན་རེ། ཕ་མའི་བཀའ་བཅག་དམ། ཕ་མའི་བཀའ་བཅག་དམ་ཆོས་བཅས་ཁྱིམ་གྱི་གནས་སུ་བཞུགས་སོ་ཕ་མའི་བཀའ་བཅག་ནས་དམ་པའི་ཆོས་རིམ་ལ་ཆོ་ག་རེ་ཡོད་གསུངས་པ་ལས་ཁྱིམ་གྱི་གནས་སུ་བཞུགས་སོ་ཟུར་ཟེར་བས་སྐྱེས་མཆོག་ནམ་མཁའི་སྙིང་པོ་དེ་ཉིད་ཀྱི་གདན་དྲངས་པའི་དཔེ་འགྲེལ་དག་ཐམས་ཅད་ལ་རྟིང་པོར་བྱ་རྣམ་པ་མང་པོ་བྱས་པས་ཀྱང་ཉེ་བའི་སྙིང་པོ་ཤིན་ཏུ་མ་རངས་ཏེ་ཟེར་བ་ཡང་དག་ཁ་གསེང་ཚུལ་ཕལ་ཡུལ་འདུལ་ཚང་ནས་དཔར་འགྲེལ་དག་མང་པོ་གདན་འདྲེན་ཞུས་ཡོད་པ་དཔེ་འགྲེལ་དག་བཅུ་གསུམ་ཙམ་གྱི་གདན་དྲངས་གདའ་བ་དག་དེ་ཚོ་ཕ་ཕལ་ཡུལ་འདུལ་ཚང་ནས་དེ་ཚོ་ལ་ཅིག་འབུལ་ཚན་མང་པོ་ཕུལ་གདའ་བ་ནཱ་རོ་པས་དེ་འདྲའི་ཡབ་ཡུམ་གཉིས་པོ་དག་དེ་ཚོ་ཐུགས་མ་རངས་བ་ཆགས་སོང་བ་རེད། ཐུགས་མ་རངས་ནས་ད་འདི་སྐད་ཅིག་ཆོས་མ་གཏོགས་བསམ་བྱུང་གཞན་གང་ཡང་མི་འདུག་བསམ་ནས་དེ་ནས་དེ་འདྲའི་མ་རངས་ཏེ་སྲས་ལ་མ་གུས་ཤིང་འཐབ་པའི་ཚུལ་བསྟན་ཚེ། ཡབ་ཡུམ་དེ་འདྲའི་འཁྲུག་པ་རྒྱལ་བོའི་འདུལ་ཚང་ནས་དེ་ནས་ཡབ་ཡུམ་གཉིས་ལ་ཡང་དམ་ཆོས་ཟབ་མོ་བསྟན་པས་ཐུགས་སྤྲོ་ཞིང་ཞར་འཛུམ་པའི་ངང་ནས་མགུར་གསུངས་པ། ལྷ་དཀོན་མཆོག་གསུམ་ལ། ཕྱག་འཚལ་ལོ། དཀོན་མཆོག་གསུམ་གྱི་ཐུགས་རྗེས་བཟུང་ཕ་མ་ཡབ་ཡུམ་ཚུར་བཟུང་དང་དམ་པའི་ཆོས་ལ་མི་དད་པའི་དད་པ་ཆེ་བ་ཅི་ཞིག་ལོ། བུ་ང་དགའ་ཞིང་མི་བརྗེད་པའི་སྲས་ལ་བརྩེ་བས་ཅི་ཞིག་ལོ། ལོག་ཟེར་ཡང་དེ་གར་ཕན་ཐོགས་རེད་ཟེར་དེར་བ་ལོག་གི་རེད་ལོག་གི་མ་རེད་ཟེར་དེ་ཡིན་ཟེར་བ། མི་དག་མཆེ་བ་མི་དྲན་པའི་ཆོས་ཀྱི་ཉམས་ལེན་ཇི་ལྟར་བྱེད། ཕ་མ་ཅིས་ཀྱང་མི་དགའ་ན། ད་དུང་དཔེ་འདི་ལྟར་བསྡེབས་ནས་ཁ་ཆེའི་གནས་སུ་ཕྱིན་པས་ཆོག་གསུངས་པས་ཡབ་ཡུམ་ན་རེ། ཁྱེད་རང་སྐྱེས་བུ་མཆོག་དམ་པར་འདུག་པས་བཞུགས། ངེད་རྣམས་ལ་ཡང་ཆོས་གསུངས་མཛོད་དཔེ་འདི་ལྟར་ན་གཤེགས་སུ་ཆུག་གསུངས་པས། སྲས་ཀྱིས་རེ་ཞིག་ཕ་མའི་གསུངས་པ་བཞིན་མཛད་དེ་རྗེ་བཙུན་ཆེན་པོ་ནཱ་རོ་པའི་དཔེ་འདི་ལྟ་ནམ་ཞིག་སུ་སུ་ནས་ཕོ་བྲང་ནང་དུ་ཐུགས་དམ་ལ་བཞུགས་པའི་ཚེ། ཡབ་ཡུམ་གཉིས་ཀྱིས་ཞུས་པ། སྲས་ཉིད་དམ་པའི་ཆོས་ནི་སྲུང་བའི་མཆོག། དམ་པའི་ཆོས་ནི་ཤེས་པ་བཞིན་ཉམས་སུ་བླངས་པའི་མཆོག། འུ་བུའི་རིགས་རྒྱུད་བཟང་པོ་དེ་འཆད་པར་འདུག་པས་ཉིད་ལ་ཅིས་ཀྱང་བཙུན་མོ་དགའ་བ་ཞིག་གསོལ་བའི་གཞེས་དགོས། ཁྱིམ་ཐབས་ཡས་མི་མཛད་ན་ངའི་ཕ་མ་གཉིས་སྲོག་དབུགས་གཏོང་བ་ཡིན་གསུངས་པས་ད་རང་ཤི་རྒྱག་ཡིན་གསུངས་པར་ད།

སྔོན་བཅོམ་ལྡན་འདས་ཐུབ་པའི་དབང་པོ་ཉིད་ཀྱིས་ཁྱིམ་ཐབ་སྤངས་ཏེ་རབ་ཏུ་བྱུང་ནས་ཆུ་འཛེག་པའི་རྒྱལ་པོ་ཟས་གཙང་ཡང་ཡང་གི་དྲིན་ལན་ལོན་འདུག་པ། ང་ཡང་དེ་བཞིན་བྱས་པས་ཡང་ཡང་ཉིད་ཀྱི་བཀའི་ནང་དུ་སོར་བཞུགས་པའི་ཡང་ཡང་ན་རེ། ཁྱེད་ཀྱིས་དེ་ལྟར་མཛད་ན་ངའི་ཕ་མ་གཉིས་སྲོག་དབུགས་ད་ལྟ་རང་མི་གཏོང་རེ་གསུངས་ནས་ས་དེ་བཙུགས་ནས། ད་ས་དེ་བཙུགས་ཟིན་འདུག་ཟེར་ན་མནའ་སྐྱེལ་བ་རེ་བཙུགས་ནས་དམ་བཅའ་མཛད་དོ། པར་ནག་རུས་པའི་ཐུགས་བསམ་ལ་ཁྱིམ་པའི་ཚུར་ལན་ཅིག་མ་སོང་ན་ཡང་ཡང་ཉིད་ཀྱི་སྐུ་ཚེ་བར་ཆད་དུ་འགྲོ་བ་འདུག་དེར་སོང་ན་ཚང་མེད་ཀྱི་ལས་ཕོག། པས་འཕོ་བར་འདུག་མཚམས་མེད་པའི་ལས་འཕོ་བར་འདུག་དེ་འཕོ་ན་ཆུའི་ལམ་དུ་མི་འགྲོ་བར་འདུག་ཆུ་དང་མི་མཐུན་པའི་ལས་ཅི་ང་རིག་པའི་གླེང་ང་ལ་མཁས་པའི་དཔེ་འདི་དག་ཡིན་ཡང་དོན་གཅིག་དགོངས་ནས་ད་ང་ཡང་དམ་ཆོས་དང་མི་འབྲལ་བའི་ཁྱིམ་ཐབས་ཤིག་བྱའོ་གསུངས་པས་ཡབ་ཡུམ་གཉིས་ཐུགས་དགྱེས་ནས་སྦྱར་སྲེག་ཉིད་ཀྱིས་ཕྱག་ནས་འཐེན་ཏེ་ལེགས་སོ་ལེགས་སོ་སྲེག་ཅིང་ཆོག་ཁྱེད་ཀྱིས་ཕ་མ་ལ་དགའ་བར་ཕ་མ་དགའ་བར་བྱས་ཕ་མ་ངེད་གཉིས་དགའ་ཞིང་སྤྲོའོ་ཞེས་གསུངས་ཡོད་སྲེག་ལ་ཕྱག་མང་དུ་མཛད་དོ། སྲས་ཀྱིས། ད་ངས་ཁྱིམ་ཐབ་སྟོན་མོ་བརྒྱག་ཡ་ཟེར་གོ་ར་ཆུང་མ་དེ་ལ་ཡ་ཆ་ཆེན་ཚང་བའི་བུ་མོ་གཅིག་དགོས་ཡོད་གསུངས་པར་ད་ག་འདྲས་དགོས་ཟེར་ན་ང་ཁྱོད་དང་མ་བྲལ་བའི་ཁྱིམ་ཐབ་བྱེད་པ་ལ་བུད་མེད་གང་བྱུང་འབྱུང་གི་མི་ཡོང། ཅིས་ཀྱང་ཁྱིམ་ཐབ་བྱེད་དགོས་ན་འདི་འདྲ་ཞིག་དགོས་སོ་ཞེས་མགུར་གསུངས་པ། ལྷ་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། དཀོན་མཆོག་གསུམ་གྱི་ཐུགས་རྗེས་བཟུང་འགྲོ་དྲུག་ཕ་མའི་རང་བཞིན་ལ། གཅིག་གཉིས་ཕ་མར་མ་ངེས་ཀྱང་བཀའ་བརྒྱད་འགྲུབ་པོ་འདི་འདྲ་བའི་ཚལ། ད་བུད་མེད་ཁ་འབྲལ་གྱི་དགོས་ས་ན། རྣམ་རྟོག་མེད་མཁན་གཅིག་རྣམ་རྟོག་འདྲ་མ་འདྲ་མེད་མཁན་གཅིག། གཙང་སྦྲ་ལ་གནས་མཁན་གཅིག། མུ་སྟེགས་དཔལ་གྱི་དྲི་མ་མེད་བསྡད་མཁན་གཅིག། ཐེག་པ་ཆེན་པོའི་རིགས་སད་བསྡད་མཁན་ད་དེ་འདྲས་ཀྱི་ཆ་ཆེན་བཞི་ཚང་བསྡད་པ་ཅིག་ཡོད་ན་བདག་ལ་བཀའ་སྩོལ་ཅེས་གསུངས་པ་རེད། རྟོག་མེད་གཙང་སྦྲ་ལགས་ནས་བཤད་མུ་སྟེགས་དྲི་མེད་ཐེག་ཆེན་རིགས། སྙིང་རྗེ་ཆེ་བ་ཟས་དེར་ཐུག་ཆེན་རིགས་སུ་དུ་སྙིང་རྗེ་ཆེན་པོ་ཡོང་གིན་འོག་ན་མ་དེ་འདྲ་ཞིག་སླེབས་ཡོང་གི་རེད་རྙེད་ན་བདག་ལ་བཀའ་སྩོལ་ཅིག་ཅེས་བུད་མེད་འདི་ལྟ་བུ་ཞིག་བྱུང་ན་ཡབ་ཡུམ་གྱི་བཀའ་མ་ཆོག་གསུངས། བུད་མེད་དག་དེ་ནས་བུད་མེད་ཀྱི་མཚན་རྟགས་འགའ་བསྡེབས་པ་ཡི་གེར་བྲིས་ནས་ཡབ་ལ་ཕུལ་བས། དོན་ལ་ད་དོན་དག་གི་ཐོག་ནས་ཁྱིམ་ཐབ་ངས་བྱེད་ཀྱི་མིན་ཟས་དག་དེ་འདྲ་ཞིག་རྙེད་ཡ་དཀའ་ལས་ཁ་པོ་རེད་དགོངས་པར་བཏང་ན་རོགས་པ་གྱིས། དེ་ཁྱིམ་ཐབ་མི་བྱེད་བྱས་པ་ཡིན་མོད་དེ་ལྟ་བུའི་རིགས་ནི། ངས་གང་ནས་གཉིད་སོང་ནས་ད་ཡབ་ཀྱི་པའི་སེམས་ཁྲལ་གནང་བ་ལ་དེ་འདྲའི་ཞིག་ངས་གང་ནས་བཙལ་དགོས་ཟེར། དེའི་ནུབ་མོ་ནས་མྱ་ངན་གྱི་ཁང་པར་ཞུགས་སོ། དེའི་ནང་པར་བློན་པོ་གཅིག་གིས་རྒྱལ་པོའི་སྤྱན་སྔར་ཕྱིན་ཏེ་རྒྱལ་པོ་ཆེན་པོ་ཅི་གནང་ལགས་ཞུས་པས་ང་ལ་བུ་གཅིག་པོ་འདི་རང་ལས་མེད་པས་རིགས་བཟང་པོ་དེ་ཁྱེད་ཀྱི་ཐོག་ནས་ཁྱིམ་ཐབ་མཛད་པར་ཞུ་ཞུས་པས་སྲས་ཀྱིས་སྤྱིར་རང་ཁྱིམ་ཐབ་ཡིན་ང་ཡས་མས་ཀྱིས་ཅི་ཀྱང་བྱེད་དགོས་ན་རིགས་མུ་སྟེགས་པའི་རིགས། ཡིན་པ་ཡིན་གྱི་མ་རེད། མིན་པ་ལ་རྒོལ་བ་ཐམས་ཅད་ཁོང་དུ་མུ་སྟེགས་དྲི་མེད་གསུངས་སོ། མུ་སྟེགས་པའི་རིགས་མ་ཡིན་པ། དེ་ནས་འཛེམ་དོགས་གང་ཡང་མི་བྱེད་པ་སོ་སྟེ་རྣམ་རྟོག་གང་ཡང་མི་བྱེད་པ།